ལ་བཟོད་པ་ལ་ནི་ལྟ་གཙོ་བོ་དབྱེ་བ་གསུམ་ལ་ཕྱེ་གི་འདུག། དང་པོ་འདི། གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ། གཉིས་པ་འདི། སྡུག་བསྔལ་དང་དུ་ལེན་པའི་བཟོད་པ་དང། གསུམ་པ་འདི། ཆོས་ལ་ངེས་པར་སེམས་པའི་བཟོད་པ། ད་དེའི་དཔེ་ཞིག་ག་ཟུ་ཐ་རྒྱལ་རོ་བྱེད་བྱེད་གཅིག་སྤྲོ་ན་རོ། དང་པོ་དེ། བཟོད་པའི་དབྱེ་བ་དང་པོ་དེ་གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་རོ། ཨ་ནི་དེ་ང་ཚོ་མཉམ་དུ་ཅིག་ལོག་ཡིན་ད། རང་ལ་གནོད་པ་བྱེད་མཁན་གྱི་སེམས་ཅན་འདི་ཡང་ཉོན་མོངས་པའི་གཞན་དབང་དུ་སོང་ནས་བདག་ལ་གནོད་པ་བྱེད་པ་རེད། མ་འོངས་པ་ན་ཡང་འདི་ལ་སྡུག་བསྔལ་འབྱུང་ངེས་རེད། ད་ལྟ་བདག་ལ་གནོད་པ་བྱས་རྐྱེན་འདི། སྙིང་རྗེའི་བསམ་པ། ད་སོ་སོ་གནོད་བྱེད་ལབ་དུས་དེའི་སྔོན་གྱི་བརྙན་ཐུང་ནང་ལོགས་ང་ཚོ་གྲོས་བསྡུར་ཅིག་བྱེད་པར་རོ། སོ་སོ་ལ་གནོད་པ་བྱས་རྐྱེན། ཨ་ནི། སོ་སོ་ལ་གནོད་པ་བྱས་རྐྱེན་འདི་ཡང་ཁོ་རང་ཨ་ནི། ཉོན་མོངས་དུག་གསུམ་གྱི་གཞན་དབང་དུ་སོང་བ་རེད། ཉོན་མོངས་དུག་གསུམ་གྱི་དབང་གིས་ནི་ད་ལྟ་སོ་སོ་ང་ཚོ་ལ་ཚོ་གནོད་པ་བྱེད་ཀྱི་ཡོད་རེད། ནི་ད་ཁོ་རང་ཚོས་ཀྱི་སྡིག་པའི་ལས་ཀ་ཅིག་བྱས་པར་རོ། སྡིག་པའི་ལས་ཅིག་བསགས་པ་ཡིན་ན། འབྲས་བུ། བདེ་བ་ཅིག་ཐོབ་ཡ་ཡོད་མ་རེད། འབྲས་བུ་དེ། སྡུག་བསྔལ། ཅིག་འབྱུང་ཡ་ཡིན་པ་དེ་ངེས་པ་རེད། ཡིན། ད། ཁོ་རང་ཚོ། དེ་འདྲའི་ཅིག་སྡུག་བསྔལ་གྱིས་མ་འོངས་པ་ལ་དེ་འདྲའི་ཅིག་འབྱུང་གིན་ཡོད་ཙང་ཨ་ནི་ཁོ་རང་ཚོ་ལ་དངོས་ནས་སྙིང་རྗེ་བསམ་པ་ཅིག་དེ་འདྲའི་ཅིག་བསམ་པ་དེ་ཨ་ནི་ད་ལྟ་བཟོད་པའི་གི་དབྱེ་བ་གསུམ་དང་པོ་དེ་ཆ་དེ་འདུག་གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ། ད་དེ་འདྲའི་གི་ཉམས་ལེན་བྱེད་ཡ་དེ་ཏས་ཀ་ལས་ཁག་པོ་ཆགས་ཏེ་རོགས་ང་ཚོ། དཀའ་ལས་ཁག་པོ་ཆགས་བསྡད་ཡོད་རེད། མི་གཞན་པ་ཅིག་གིས་ཁྱེད་རང་ལ་ཚོ་སྡུག་ཅག་ཅིག་བྱས་པ་ཡིན་ན་ནི་ཁོང་ཁོང་ཁྲོ་ཟ་གི་རེད་བ། ནི་ཁྱོད་སེམས་སྐྱེད་ཀྱི་རེད་བ། ཡིན་ནའི་ལས་ལྟ་འདི་དཀའ་ལས་ཁག་པོ་འདུག་ལན་ནི་མ་བཞག་བྱས་ནི་ང་རང་ཚོས་ཀྱིས་བློ་གོམས་པར་བྱས་པ་ཡིན་ན་ག་དུས་ནས་གལ་སྲིད་ད་སོ་སོ་ལ་ཅིག་གནོད་པ་བྱེད་མཁན་ཅིག་བྱུང་བ་ཡིན་ན། གལ་སྲིད་བྱང་ཆུབ་སེམས་དཔའི་ཉམས་ལེན་བྱས་པ་ནང་བཞིན་ནི་རིན་པོ་ཆེ་གྱིས་གཏེར། གསེར་གྱི་གཏེར་འདི་འདྲའི་ཅིག་སོ་སོ་ལ་རགས་པའི་ཚོར་བ་ཅིག་སྐྱེས་རྗེས། ད་ང་དེ་དངོས་གནས་དེ་རྩ་ཆེན་པོ་ཡིན་ང་རང་ལ་བཟོད་པ་སྒོམ་ཡག་གི་གོ་སྐབས་རག་སོང་བསམ་ཡག་གི་དེ་འདྲའི་གི་སེམས་ཀྱི་གོམས་འདྲིས་ཅིག་བྱས་པ་ཡིན་ན། ནི་ད་ལྟའི་གི་བློ་དེ་འདྲས་ཅིག་སྐྱེ་ཡ་ལ་ལས་སླ་པོ་ཆགས་འདུག་རོ། ད་ལྟ་དེ་ནི་དང་པོ་དེ་ག་རེ་རེད། ནི་སོ་སོ་ལ་གནོད་པ་བྱེད་མཁན་དེ་ནི་ཁོ་རང་ལ་ཡང་ནི་མ་སོ་སོ་ཉོན་མོངས་ཀྱི་དབང་གིས་ང་ཚོ་ལ་གནོད་པ་བྱས་པ་རེད། ཁོ་རང་གིས་ལས་སྡུག་ཅག་ཅིག་བསགས་ཙང་མ་འོངས་པ་ལ་སྡུག་བསྔལ་ཅིག་ཡོང་གི་རེད། བྱས་ཙང་ཁོ་རང་ལ་སྙིང་རྗེའི་ས་མལ་བརྗོད་ར་དེ་འདྲའི་བསམ་བློ་དེ་ཉི་མ་རྟག་པར་གོམས་འདྲིས་བྱས་པ་ཡིན་ན་སོ་སོ་ལ་ནི་བསམ་བློ་གོམས་འགྲོ་ར། གཉིས་པ་དེ། སྡུག་བསྔལ་དང་དུ་ལེན་པའི་བཟོད་པ། འདི་སྙམ་དུ་ཅིག་ཀློག་གིན་གདའ། སྡུག་བསྔལ། ཅི་བྱུང་ཡང་སྔོན་གྱི་ལས་བསགས་པའི་འབྲས་བུ་ཡིན། ད་ལྟ་སྡུག་བསྔལ་མྱོང་ན་སྡིག་པ་འདག་ངེས་ཡིན་བསམ་པ། ད་ང་ཚོ་ད་ལྟ་གལ་སྲིད་སོ་སོ་ལ་ད་ལྟ་སྡུག་བསྔལ་གྱིས་བྱུང་གི་ཡོད་པ་ཡིན་ན། ན་བ་ཡིན་ནས་ཚ་བ་ཡིན་ནས་ག་རེ་སྡུག་བསྔལ་ཅིག་ག་རེ་བྱུང་བ་ཡིན་ནས་ལས་དེ་ངོ་མ་ངོ་མ་སོ་སོས་ཀྱིས། ཅིག། རྒྱུ། སྡུག་ཅག་ཅིག་བསགས་འདི་བའི་དབང་གིས་ད་འདི་འབྲས་བུ་འདི་འདྲས་ཤིག་ཐོན་པ་རེད། ད་ད་ལྟ་ང་རང་ལ་སྡུག་བསྔལ་དེ། བྱུང། ངས་སྡུག་བསྔལ་དེ་མྱངས་པ་ཡིན་པ་ཡིན་ན་ངའི་སྡིག་པ་འདི་དག་འགྲོ་རེད། དེ་འདྲས་བསམ་པ་ཡིན་བསམ་པ་ཡིན་ན། ཨ་ནི། སྡུག་བསྔལ་དང་དུ་ལེན་པའི་བཟོད་པ་ཆགས་འགྲོ་གི་ཡོད་རེད། ད་དེ་ནས་ང་ཚོ་སྡུག་བསྔལ་དེ་ཚོ་བས་ན་ལུས་ལ་ན་ཚ་བྱུང་ཡ་དང། མི་གཞན་པ་ཁྱེད་རང་ལ་གནོད་པ་བྱས་ཡ། ཨ་ཡང་སོ་སོ་ལ་སོ་སོའི་བྱ་བ་ཅིག་བྱ་བ་བཟང་པོ་བྱ་བ་ག་རེ་བྱེད་ཀྱི་ཡོད་ནའི་ལ་སོ་སོའི་ལས་ཀ་ལ་བྱ་བ་མང་པོ་ཡོད་རོ། དེ་འདྲས་ག་འདྲས་ཅིག་བྱེད་ཀྱི་ཡོད་ནའི་ལས་དེ་ལ་བར་ཆད་བྱུང་ཡ་ལ་སོགས་པ། དེ་འདྲས་ཅིག་བྱུང་དུས་ཙམ་པ་ནི་སྔོན་མ་ང་རང་གིས་སྡིག་པ་ཅིག་བསགས་དེ་གིས་ནི་རྣམ་སྨིན། སྨིན་གྱི་ཡོད་རེད་བསམ་བྱས་ད་དེ་དེ་སྨིན་པ་ཡིན་ན་ང་ངའི་སྡིག་པ་དེ་དག་འགྲུབ་རེད་ལ་བརྗོད་རོགས་དེ་བསམ་ཡ་དང་དེ་ཤེས་པའི་ཐོག་ནས་བཟོད་པ་སྒོམ་དགོས་རེད། དེ་ནས་གསུམ་པ་འདི། ཆོས་ལ་ངེས་པར་སེམས་པའི་བཟོད་པ། ཐེག་པ་ཆེ་ཆུང་གི་དམ་པའི་ཆོས་མཐའ་ཡས་པ་གཏིང་ཟབ་པ་དག། ཇི་འདྲ་དཀའ་ན་ཡང། མཐར་ཕྱིན་པ་ཞིག་ཉམས་ལེན་བྱ་ངེས་ཡིན་བསམ་པ། ད་ཐེག་པ་ཆེ་ཆུང་ག་རེ་ཡིན་ནས་ལས་འདི་གི་དང་འདི་ནང་ལོ་ལ་ཡོད་པའི་ནི་དམ་པའི་ཆོས་འདི་མཐའ་ཡས་པ། དཔེ་མང་པོ་ཡོད་པ་ཅིག་དང་གཏིང་ཟབ་པོ་ཡོད་པ་འདི་ད་ངས་དངོས་ནས་སྦྱང་ཐུབ་ས་མ་རེད། དེ་ཚོ་ང་ལ་དེ་འདྲའི་སྦྱང་ཡག་གི་ང་ལ་དུས་ཚོད་མེད་ང་ལ་དེ་འདྲའི་རིག་པ་ཡག་པོ་མེད་དེ་འདྲའི་བསམ་ཡག་ཡོད་མ་རེད། ད་ལྟ་ང་ལ་ནི་གོ་སྐབས་བཟང་པོ་དེ་འདྲས་ཅིག་ཐོབ་པ་རེད། བྱས་ཙང་ངས་ནི། འདི་དཀའ་ལས་ཁག་པོ་ག་ཚོད་ཡོད་ན་ཡང་གཏིང་ཟབ་པོ་ག་ཚོད་ཡོད་ནས་ཡང་ནི་ངས་སློབ་སྦྱོང་བྱེད་ཀྱི་ཡིན། མཐར། སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་པ་བྱེད་ཀྱི་ཡིན་བསམ་ནས། ཅིག་སེམས་ཤུགས་ཕར་རལ་བྱོས་རོགས། འདི་ལ་ཡང་ནི། ཆོས་ལ་ངེས་པར་སེམས་པའི་བཟོད་པ་ལབ་ཀྱི་འདུག། ད་ང་ཚོས་དགེ་སློང་བཟོད་པའི་ཕྲུ་གུ་ལ་ཡི་གེའི་གཏམ་རྒྱུད་ཅིག་ཉན་གྱིན་གདའ། ད་དེ་ཐོག་མ་དེ་ཁ་བྲལ། དགོན་པ་གཅིག་ནང་ལོགས་ལ་དགེ་འདུན་པ་གཅིག་ཡོད་རེད། དགེ་འདུན་པ་དེ་ནི་ཁོང་སློབ་སྦྱོང་ཡག་པོ་བྱེད། སྤྱོད་ལམ་ཡག་པོ། ཁོ་རང་ལ་དགེ་ཕྲུག་དཔེ་མང་པོ་ཡོད་རེད། ཨཱ་ནི། ཉི་མ་གཅིག་ཁོང་གིས་དགེ་ཕྲུག་རྣམས་ལ་ཆོས་གསུང་བསྡད་པའི་སྐབས་སུ། བུ་མོ་གཅིག་ལྷེར། བུ་མོ་དེ་ཡི་ལག་པ་ལ་སྤུ་གུ་ཅིག་ཁྱེར། ཨཱ་ནི། བུ་མོ་དེས་ད་ལྟ་དགེ་སློང་གིས་དགེ་སློང་དེ་ཡི་མདུན་ལ་ཕྱིན་ནས་ག་རེ་ལབ་པ་རེད། ཨ། སྤུ་གུ་འདི་ཁྱེད་རང་གི་རེད། སྤུ་གུ་འདི་ཁྱེད་རང་གི་ཉར་དགོས་རེད་ལབ་པ་རེད།

བྱ་བ་སྡོམ་ཞོར་ལ་ནི་བརྙས་སྨོད་བྱེད་པ། བརྙས་སྨོད་ལབ་རྒྱུ་ཙམ་པ་བརྙབ་གཅོད་བྱེད་པ་དང་སྨད་ར་གཏོང་བ་དེ་རོ། དེ་འདྲས་ཀྱིས་མི་ཚང་མས་ཁོང་ལ་ད་མཐོང་ཆུང་བཏང་ཡ་དང་སྨད་ར་བཏང་ཡ་དེ་འདྲས་བརྙབ་གཅོད་བྱེད་ཡ་བྱས་རྗེས་ཁོང་དགོན་པ་ནས་མ་ཕྱིར་འབུད་བྱས་པ། དགོན་པ་ནས་མ་ད་ན་དགོན་པ་ལ་བསྡད་མ་བཅུག་ཅེས་ཆུ་ལོག་ལ་མ་སྤིར། དེ་དུས་ཀྱང་ནི་ཁོང་གིས་གང་ཡང་གསུངས་ཡོད་མ་རེད་པོ་འདི་ངའི་མ་རེད་དང་ངའི་རེད་དང་གང་དགོས་ཅི་ཁོང་གིས་གསུངས་ཡོད་མ་རེད། ཨ་ནི་ལོ་གསུམ་གྱི་རྗེས་ལ་སྔོ་མ་གི་བུ་མོ་དེ་ཡང་རྒྱ་མཚོ་ལས་ངུ་གིན་ངུ་གིན་ཨ་ནི་དགེ་སློང་དེ་ལ་ག་རེ་ལབ་པ་རེད། སྔོ་མ་ནི་ངའི་ཁྱོ་ག་ས་ཆ་གཞན་པ་ཅིག་ལ་ཕྱིན་སོང་སྐབས་དེ་དུས་ང་ལ་ནི་ངའི་པུ་གུ་དེ་སྐྱེས་པ་ཡིན། པུ་གུ་དེ་ནི་དེ་དུས་ང་ལ་ཐབས་ཤེས་གང་ཡང་མི་འདུག་བྱས་ཙང་ངས་སྤུ་གུ་འདི་ཁྱེད་རང་གི་རེད་ལབ་དགོས་བྱུང་གསུངས། ཨཱ། གོང་ད་ལྟ་ད་ལྟ་སྤུ་གུ་འདི་ང་ལ་ཚུར་སྤྲད་རོགས་བྱེད་ལབ་པ་རེད། དེ་འདྲ་ཟེར་ཡག་ཞུས་པ་རེད། བྱས་ཙང་ཨཱ་ནི་ཡང་ཁོང་གིས་ག་རེ་གསུངས་པ་རེད། སྔོན་མ་ཁོང་གིས་གསུངས་པ་ནང་བཞིན་ཡ་ཡཱས་གསུངས་པ་རེད། ཨཱ་ནི། དེ་འདྲས་གསུངས་རྗེས་སྤུ་གུ་འདི་ད་འདི་ཉིད་ལ་ཁོ་རང་གིས་དེ་རྗེས་ཉར་ཁོ་རང་གིས་བདག་པོ་བརྒྱབ་པ་རེད། བདག་པོ་བརྒྱབ་པ་འདིས་སྤུ་གུ་འདི་ཕར་སྤྲད། བྱས་ཙང་ད་འདི་ཡིས་ང་ཚོའི་ད་བཟོད་པ་སྒོམ་པའི་གཏམ་རྒྱུད་ཆུང་ཆུང་དེ་དེ་ཙམ་ཡིན། ནི་ཁྱེད་རང་ཚོ་ལ་མཉེས་པོ་སྙན་པོ་བྱུང་ཡོད་པའི་རེ་བ་ཡོད། ཐུགས་རྗེ་ཆེ།